ཟླ་བ་འདིའི་ཚེས་ཉི་ཤུ་རྩ་བཞིར་ཕྱི་སྡོད་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཚུགས་ནས་ལོ་ངོ་ཉི་ཤུ་རྩེ་ལྔ་འཁོར་བའི་དུས་དྲན་དང་བསྟུན་བཞུགས་སྒར་རྡ་རམ་ས་ལའི་ཉེ་འཁྲིས་སུ་རྟེན་གཞི་བྱས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ཚོགས་ཁང་དུ་བཀའ་ཟུར་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་རྩོམ་རིག་གཟེངས་རྟགས་འབུལ་བཞེས་དང་ཉིན་རྒྱབ་བཀའ་དྲིན་རྗེས་དྲན་གྱི་མཁས་པའི་བགྲོ་གླེང་གི་ཚོགས་འདུའི་ཞེ་འཁོར་སྒྲིག་ཞུས་གནང་འདུག། ད་ལྟ་ཉེར་ལྔ་དུས་དྲན་དང་སྟབས་བསྟུན་གྱིས་སྐྱབས་རྗེ་སྐུ་ཕྱྭ་རིན་པོ་ཆེ་ལགས་ནི་ག་རེ་ང་ཚོའི་བཀའ་དྲིན་རྗེས་དྲན་གྱི་རྩོམ་རིག་གསང་རྟགས་ཅིག་འབུལ་ལེན་བྱེད་ཀྱི་ཡོད་རེད་ད། དེ་ཡང་ངོ་སྤྲོད་ཅིག་ཞུ་དགོས་ཡ་དེ་གནད་འགག་ཅིག་རེད། སྐྱབས་རྗེ་སྐུ་ཕྱྭ་རིན་པོ་ཆེ་ཕྱག་མཚོན་པ་ཡིན་པ་ཡིན་ན་པོ་ནས་རྒྱ་གར་ནང་ཕེབས་པའི་ད་མི་ཐོག་དང་པོ་རྒན་རིམ་པ་ད་ལྟ་ཁོང་གི་གསུང་རྩོམ་མཇལ་ཡོད་མཁན་དེ་བརྒྱ་དང་བཞི་བཅུ་ལྷག་ཅིག་ཡོད་རེད། མི་གཅིག་གི་མི་ཚེའི་ནང་ལོ་བ་བརྩམས་ཆོས་མ་འདྲ་བ་བརྒྱ་དང་བཞི་བཞི་ལྷག་ཅིག་གསར་བ་དེ་སྟབས་བདེའུ་གསར་བ་ཉིད་ནས་མ་ཤེས། ད་རྣམ་པ་ཚོ་ཡར་ཕབ་ཡོང་དུས་གང་སྒོ་ཀ་ཡིན་ངོ་དེ་ད་ལྟ་ང་ཚོ་ཀིརྟི་གྲྭ་ཚང་གི་འདི་ནས་ནི་ག་རེ་རེད་ཟེར་ན་འགྲམ་སྟོན་ཞིག་བྱ་གི་ཕྱག་དཔེ་ཕྱག་དེབ་ཆ་ཚང་བུ་ཡ་མཇལ་ཡ་ཡོད། ཆ་ཚང་འདི་ད་ཟུང་རྩོམ་དེ་འབོར་ཆེན་པོ་ཞུ་གི་ཅིག་རེད། ད་ག་ནང་བཞིན་དེ་ཡས་དེ་ནང་ལོ་བ་ཆོས་ཡས་དང་རིགས་བཞིན་རིག་གནས་ཡས་དང་ད་ག་ནང་བཞིན་ཨ་ནི་ག་རེ་རྩོམ་རིག་ད་ག་ནང་བཞིན་ཨ་ནི་ག་རེ་འཁྲབ་གཞུང་བཅའ་ཡིག་ལ་སོགས་པ་ནང་དོན་གྱི་ཆ་ལ་ཧ་ཅང་ཁྱབ་ཆེན་པོ་ཞུ་གཅིག་རེད། དེའི་ནང་ལོགས་ནས་ངས་མགོ་ནས་མཇིག་བར་ཆ་ཚང་གཅིག་ཀློག་ཐུབ་ཡ་དེ་ད་ལྟ་ཨ་ནི་ག་རེ་རེད་ཟེར་ན་ལྷོ་གཏུབ་དེ་ལྷོ་གཏུབ་ཨ་ནི་ག་རེ་རེད་ལོ་སེང་གི་རྒྱན་ལྷོ་གཏུབ་ལོ་སེང་གི་རྒྱན་དེ་མགོ་ནས་མཇིག་བར།

གནས། ཞལ་སྐད་ནང་དབུས་དབར་གྱི། གཅིག། རྩོམ་གྱི་སྦྱིར་ཚད་དང། རྩོམ་གྱི་རང་བཞིན། གསར་གཏོད་ཀྱི་རྣམ་པ་རོ་དེ་རིགས་བཀག་གི་ཡོད་མ་རེད། ཡོད་མ་རེད་དེ་ཡིན་ན་ཡང་ད་རིམ་རིམ་པས་རིམ་པས་གཅིག་རྩོམ་ཡིག་སྣ་ཁ་མང་པོ་ཞིག་ཆགས་འགྲོ་བ་རེད། ད་རྩོམ་ཡིག་སྣ་ཁ་མང་པོ་ཞིག་ཡོད་པ་དང་དེ་གིས། བོད་ཕྱི་ནང་གཉིས་ཀ་ལ་ཕན་ཐོགས་ཆེན་པོ་ཞིག་བྱུང་བ་དེ་ལ་རྣམ་པ་ཚོ་ཐོག་ནས་ཆེ་མཐོང་གནང་བ་ཅིག་ཡིན་གྱི་རེད་བསམ་གྱི་འདུག་དེ་ཡིན་དུས་རྣམ་པ་ཚོ་ཐུགས་རྗེ་ཆེ་ཞུ་ཡི་ཡིན། བོད་ནང་གི་རྩོམ་པ་པོ། བཙན་འོག་ལ་ཡོད་དེ་ངེད་ཀྱི་བོད་ཆོལ་ཁ་སིབ་གི་རྩོམ་པ་པོ། ནང་པ་སོགས་ཀྱི་རྩོམ་ཡིག་མང་བོ་ཅིག་ངས་མཇལ་ཡོང། རྩོམ་ཡིག་མང་བོ་ཅིག་མཇལ་ཡིན་ཏེ། ནང་པ་སོགས། བོད་ཀྱི་ཆུ་དང་རུས་གཞུང། ཉམས་པ་ལྷ་བཟོ་མི་ཉམས་རྗེས་ཀྱི་ཆུ། ཅིག་གོའི་ཐོག་ལ། ཡོད་དགུ་རྩལ་སྤྲུགས་ཀྱི་འབད་བརྩོན་གནང་ནས་རྩོམ་ཡིག་ངོ་མའི་དྲ་ནས་ཞི་བ་ཅི་ཡག་པོ་དཔེ་སྣང་ཤར་དེ་ལས་སླར་གང་ཡང་མེད་པ་ཅིག་སྣང་ཤར་དེ་ཡིན་ཏེ་ངས་ནང་པ་ཚོ་ད་རེས་སྒོ་ཁམས་དུ་བརྩིས་ནས་ནང་པ་ཚོ་ཐུགས་རྗེ་ཆེ་ཞུ་ཡས་ཅི་ཡིན་ཨ་ནི་མ་འོངས་པ་ཡིན་ན་ཡང་དེ་ནང་བཞིན་གྱི་ནང་པ་ཚོ་ཐོག་ནས་ཤུགས་བསྐྱོན་ནས་ངོ་ནས་ཅིག་སྐུ་ངལ་མང་པོ་འཕྲད་ཀྱི་རེད་སྐུ་ངལ་ལ་གདོང་ལེན་གནང་གི་ཡོད་རེད་སྐུ་ངལ་གདོང་ལེན་གནང་ནས་ཨ་ནི་རྩོམ་གྱི་ཐོག་ནས་ཨ་ནི་མི་མང་གི་སེམས་ནང་ལ་ལམ་སྟོན། ང་དགོས་ཡ་དེ་རྣམ་པ་སུ་ཀུན་པོ་ལས་འགལ་རེད་དེ་ཡིན་དེ་རྣམ་པ་སུ། མ་འོངས་པ་དང་མུ་མཐུད་ནས་ནང་རོགས་ཚུལ་ཞུ་ཡ་གཅིག་ཡིན། དེ་ག་ནང་བཞིན་གི། བོད་ནང་ནས་རྩོམ་ཡིག་འབྲི་བ་དང་ལུ་ག། གླུ་ལེན་པ་དང་ནི། ད་ཅིག།

འགན་འཛིན་ལྷན་ཚོགས་འུར་སྒྲོག་སྟངས་དང་འཛིན་སྐྱོང་འུར་སྒྲོག་སྟངས་དང་དེ་ཚོའི་གཅིག་ངེས་མེད་ཀྱི་ང་ཚོའི་གོང་འཕེལ་གྱི་འཛིན་སྐྱོང་དང་མ་འདྲ་བ་བྱས་བྱས་ཡང་རིན་པོ་ཆེ་གི་གསར་གཏོད་གནང་བཞེས་བ་དེ་ནས་ཡང་ཁྲིམས་སྒྲིག་དང་བཅའ་སྒྲིག་དང་དེ་ཚོ་གའི་ལམ་སྟོན་གནང་ཕྱིར་བཟོས་བཞག་པ་དེ་འདྲས་བྱུང་ཡོད་རེད་ད་ནང་བཞིན་བྱས་ནས་ད་ལྟ་དེ་མ་བང་སྒྲིག་བྱ་རྒྱུ་ནང་ལོག་བྱས་པ་ཡིན་ན་ཨ་ནི་ཆེས་ཆབ་སྲིད་ཀྱི་ཐོག་ལ་ཡིན་པ་ཡིན་ནས་ད་དུས་རྒྱུན་དུ་ནས་རིན་པོ་ཆེ་འདི་གང་ལ་ཡང་ཐུགས་ཁུར་ཆེན་པོ་ཞེ་དྲག་བཞེས་ཀྱི་ཡོད་རེད་ང་ད་ལྟ། ཚོགས་སྲིད་སྐྱོང་མིང་འཁེལ་དུ་ཡོང་རེད་དེ་ངེས་ལ། ཚོགས་གཙོའི་ལས་ཀ་བྱེད་པའི་སྐབས་ལ་ཡིན་ནས་རིམ་བྱེད། སྐབས་དང་དུས་སུ་སོ་སོས་ཡང་རིམ་བྱེད་བརྗེ་རེས་ཞུས་ཆེད་དེ་ཚོའི་སྐོར་ལ་ཡང་བཀའ་མོལ་ཞུ་ཡ་དེ་འདྲ་ཡོང་གི་འདུག་ཨ་ནི་བོད་ནང་ལོག་གནས་སྟངས་གང་ལྷག་པར་དུ་ཐུགས་ཁུར་ཆེན་པོ་ཞུ་གི་རེད། བོད་གངས་ཅན་ལྗང་གི་སྤྱི་ཡོངས་ཀྱི་བླ་ཆེན་གྱི་ཕྱག་བདེ་བ་དང་ཨ་ནི་བོད་ཀྱི་ད་སྤྱི་ཡོངས་ཀྱི་ད་ཀྱི་རིག་གཞུང་རེད་བསྟན་པ་གྱི་སྒྲོན་མེ་ཟེར་ན་ཁོ་མ་འདྲིས་པ་མེད་གི་བཟོ་འདྲ་བ་ཅིག་དེ་འདྲའི་ཕྱག་རྗེས་མཛད་རྗེས་གནང་ཡོད་རེད་དེ་འདི་ཨ་ནི་ང་རང་ཚོ་ད་འདིའི་གི། སྤྱི་ཚོགས་ཀྱི་གནས་སྟངས་ལྟ་བུ་ཡིན་ན་ད་ང་ཚོ་ལྕགས་མགར་མོ་ཅེས་སོང་བ་ཡིན་ཟུང་རེད་ང་ཚོ་ཁྱོ་ག་གསུམ་ཟེར་ནས་ཁོ་ཤི་ན་མཉམ་ཤི་སྡུག་ན་མཉམ་སྡུག་བྱེད་དགོས་ཡག་གི་གནས་སྟངས་ཆགས་དེ་རེད་དེ་འདི་རིན་པོ་ཆེ་ལྟ་བུ་ད་ང་ཚོ་དེ་འདྲས་ཀྱི་བསམ་བློ་བཏང་ནས་ཁོ་ཤི་སྡུག་ལེ་ཉེས་ག་རེ་བྱུང་བ་ཡིན་ན་ཡང་ཁོ་དེ་འདྲས་ཀྱི་ལྟ་གྲུབ་དེ་གཞི་ལ་བཞག་ནས་ཅི་ཕྱག་ལས་གནང་བསྡད་ཀྱི་ང་ཚོ་མཇལ་གྱི་ཡོད་དེ་འདི་དེ་འདྲས་ཀྱི་ཐོག་ནས་ཁོ་རིན་པོ་ཆེ་གྱིས་ད་ཤི་ཡོང་གི་ད་འཛམ་གླིང་ཤི་ཡོང་གི་སྤྱི་ཚོགས་རེད་དེ་ག་གནང་གྱི་ང་རང་ཚོ་བོད་པའི་སྤྱི་ཚོགས་རེད་དེ་ནང་ནས་ང་ཚོ་བཙན་བྱོལ་གྱི་སྒྲིག་འཛུགས་རེད་དེ་ཚོ་ཐོག་ལ་དངོས་གནས་གི་ད་རིན་པོ་ཆེ་ང་ཚོ་སྒྲིག་འཛུགས་ནོར་ལོག་ལས་ཕྱག་ལས་རིམ་པ་གནང་ཡ་རེད་ལ་ནས་ཀྱི་ད་འདི་བར་དུ་ཁོ་དངོས་གནས་གི་ད་ཀྱི་རིན་པོ་ཆེ་གི་མཛད་རྗེས་དེ་ཚོ་ང་ཚོ་ཞུ་ན་ད་ཚིག་གི་མ་འདོང་བ་འདྲ་བོ་ཆེ་དེ་འདྲའི་ཆགས་བསྡད་ཀྱི་འདུག། སྤྱི་ནོར་ཀུང་སི་སྐྱབས་མགོན་ཆེན་པོ་མཆོག་གི་སྐྱབས་བདེ་ཀིརྟི་རིན་པོ་ཆེ་མཆོག། བོད་རང་དབང་ཡིན་པའི་སྐབས་ལས་ཀའི་ཨ་ནི་བོད་ཀྱི་སྤྱི་ཚོགས་ཀྱི་བྱ་གཞག་རེད་ཆོས་དང་རིག་གཞུང་རེད་རིག་གནས་རེད་དེ་འདྲས་ཀྱི་ཨ་ནི་འཕེལ་རྒྱས་ཀྱི་ཐོག་ལ་ཡང་ཐུགས་ཞིབ་ཡོད་བསྡད་པ། ད་ག་ནང་བཞིན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་བོད་ལ་བཙན་འཛུལ་བྱས་བྱས་ཨ་ནི་བཙན་འཛུལ་བྱས་པའི་སྐབས་ལས་ཀའི་ཨ་ནི་བོད་ནང་ལོགས་ལ་ཡང་དྲག་གནོན་བྱོས་རྒྱུར། མང་གཙོའི་བྱོས་རྒྱུར་ཁ་བཏགས་པ་རེད་དྲག་གནོན་བྱས་པ་རེད་དུས་ཚོད་ཀྱི་ཨ་ནི་ཅིག

མཉམ་ཤུགས་ཀྱི་ཐོག་ནས་སྐུ་ལས་སྐྱོན་བྱས་པའི་གེགས་ནི་མཛད་རྗེས་གཅིག་ཡིན་པ་ཙམ་མ་ཟད་པའི་གི་ད་ལྟ་པན། ཕྱི་སྡོད་བོད་ཀྱི་ཚོགས་གཙོའི་ཐོག་ནས་ཨ་ནེ་གསུང་རྩོམ་བརྒྱ་དང་བཞི་བཅུ་ལྷག་འདུག་ཞེས་བརྗེད་ཡོལ་བསྡད་པ་ཅི་ཡིན་དུས་ཚེ་ནས་བོད་ཀྱི་རིག་གནས་ཀྱི་ཐོག་ལ་ཧ་ཅང་ཐུགས་ཁུར་བཞེས་པ་ཡིན་པའི་ཆ་ནས་དེ་འདྲའི་གི་གཟེངས་རྟགས་ཕུལ་བ་དེ་ལ་ཡང་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ངོས་དང་ང་རང་གི་ངོས་ནས་ལེགས་གསོལ་བསྔགས་བརྗོད་དང་བཀའ་དྲིན་ཆེ་དྲན་ཐུགས་རྗེ་ཆེ་ཞུ་ཡས་ཡིན།
ད་འདི་དགུ་བཅུ་གོ་དགུ་ལོ་བརྩིགས་ཤག་རེད་དགུ་བཅུ་གོ་དགུ་ལོ་བརྩིགས་གོ་ཡག་དེ་དུས་ཚོད་དེ་ན་བོད་ནང་ལོགས་ནས་ཚེ་ར་ཡོང་མཁན་མི་འབོར་ཆེན་པོ་ཞུ་ཤེས་ཡོན་ཅན་མང་པོ་ཞིག་ཡོད་རེད་ཚོང་བ་པོ་མང་པོ་ཞིག་ཡོད་ཡོད་ཡིན་པ་སོང་ཙང་རྩོམ་པ་པོའི་མཐུན་ཚོགས་ཀྱི་དགོས་ཡ་དེ་གནད་འགག་ཆེན་པོ་ཞིག་རེད་བྱ་ཟེར་རྩོམ་པ་པོའི་མཐུན་ཚོགས་དེ་བརྩི་ག་རེད་དེ་ནས་དེའི་ལོ་རྗེས་མ་དེ་ལ་འདི་དཔོན་རྒྱལ་སྤྱི་དཔོན་ན་དེབ་སྐྱེལ་གྱི་དེའི་མཐུན་ཚོགས་ཀྱི་ངག་ཁུངས་ཕྱིན་པ་ཡིན་ན་ཡག་པོ་འདུག་ཟེར་ལོ་རྗེས་མ་དེ་དེའི་ལོ་དེབ་དེ་ཞིག་བརྒྱབ་རྗེས་ད་ག་རང་བྲིས་པ་རེད་དེ་བྲིས་རྗེས་ད་ལྟ་བར་ར་ནི་ག་རེ་སྐབས་བདུན་འགྲོ་གི་ཡོད་རེད་ཚོགས་གཙོ་ནི་ག་རེ་རིམ་པ་བཞི་ཕྱིན་པ་རེད། ད་འདིའི་ནང་ལོགས་ཀྱི་བརྒྱུད་རིམ་གྱི་ནང་ལོགས་བ་ངོ་མ་ཡིན་པ་ཡིན་ན་ལས་ཁུངས་བཙུགས། ཚགས་པར་དོན་ཡ་དེབ་དོན་ཡ་དེབ་ཕྱོགས་སྒྲིག་བྱས་ལ་སོགས་པའི་ལས་ཀ་ཞིག་འགྲོ་གི་ཡོད་རེད་དེ་ཚོ་བལྟས་ན་མི་འབོར་རིགས་ཆེན་པོ་རེད། དེ་ནས་རིམ་པས་ཚེ་ར་བཙན་བྱོལ་གྱི་ནང་ལོགས་ནས་ཡོད་བསྡད་མཁན་དེ་ཚོ་ཕར་ནུབ་ཕྱོགས་ཕར་འགྲོ་ཡ་གི་འགོ་བཙུགས་ཡིན་པ་སོང་ཙང་མཐུན་ཚོགས་ཀྱི་མི་མང་པོ་ཅིག་ཕར་ཕྱི་ལོགས་ཐོན་ཕྱིན་པ་རེད་ཨ་ནི་ད་ལྟ་ངས་གོང་ནས་བཤད་གནང་བཞིན་བན་བཙོན་པ་པོ་མཐུན་ཚོགས་ཀྱི་ཚོགས་མི་བརྒྱ་ཆ་བརྒྱ་ཆའི་ད་ལྟ་ཕྱི་ལོགས་ཡོད་རེད་ཡོད་ཡིན་པ་སོང་ཙང་ད་ལས་ཁུངས་དགོས་ཡ་དང་དེ་འདྲའི་གནས་བབ་ཞིག་ཆགས་ཀྱི་ཡོད་མ་རེད་ཁུ་བསྡུ་བྱས་ད་རིམ་པས་རིམ་པས་ལས་ཀ་དེ་ཁུ་བསྡུ་བྱས་ད་ད་ལྟའི་ཆ་ལ་ཕྱི་རྒྱལ་ཁག་དེ་རྒྱལ་སྤྱིའི་རྩོམ་པ་པོ་མཐུན་ཚོགས་ཀྱི་སྐད་ཡིག་སྲུང་སྐྱོབ་བྱེད་དགོས་ཡ་བུད་མེད་ཀྱི་རང་དབང་སྲུང་སྐྱོབ་རྩོམ་པ་པའི་རང་དབང་དང་ཐོབ་ཐང་སྲུང་སྐྱོབ་བྱེད་དགོས་ཡ་ལ་སོགས་པའི་ལས་ཀ་ཁག་ཞིག་ཡོད་རེད་དེ་ག་དེ་མུ་མཐུད་ནས་སྒྲུབ་ཀྱིན་འགྲོ་གི་ཡོད་ཟེར་བ་དེ་བཤད། ལོས་ཨན་ད་ལྟ་ང་རང་ཚོ་བོད་ནང་ལོ་ལ་བལྟ་ཅི་གང་ཅིའི་ཆ་ནས་དམ་དྲག་ཤུགས་ཆེན་པོ་བཞིན་ཡོད་དུས་ཡང་བོད་ནང་གི་རྩོམ་པ་པོའི་གི་གནས་བབ་འདི་ད་ལྟ་གང་འད་ཆ་དེ་ཡོད་རེད་འདི་སྐོར་ལ་བིག་སི་གསུང་རོགས་གྱིས། ཧ་ལས་སྐྱོ་བོ་ཆགས་རེད་སྤྱིར་བཏང་ངོ་མ་ཡི་ཡ་བོ་ད་ཡོད་བ་མ་རེད་ད་ཡིན་པ་ཡིན་ན་ངོ་མ་ཡ་བོ་མེད་ཡ་ཡིན་ན་ཅིག་རྩོམ་ཡིག་འབྲི་ཐུབ་ཡ་དང་གཞན་གང་སྟབས་སྟེང་གི་སྒང་ནས་རྩོམ་ཡིག་འབྲི་ཐུབ་ཡ་གི་འཁོར་ཞིག་ཅིག་ཡོད་རེད་ད་ད་འདའི་ཆ་ལ་འཁོར་ཡིག་དེ་ཡི་ལྷག

ང་ནི་ལྷག་པར་དུ་ད་བོད་ཕྱི་ནང་གི་རྩོམ་པ་པོ་ནང་ལ་བུད་མེད་མང་པོ་ཞིག་ལྷད་ཡོད་འགོ་འདུག་ང་དང་མི་འདྲ་བའི་བུད་མེད་མང་པོ་ཞིག་ལྷད་ཡོད་འགོ་འདུག་དེ་ཞི་དྲག་ཡག་པོ་རེད། དེ་བཞིན་ཅི་ཡིན་ན་ཡང་རྩོམ་པ་པོ་བུད་མེད་མང་པོ་ཞིག་ཡོང་ཐུབ་ཡོད་དེ་དག་འཚར་ལོངས་ཡོང་བའི་ཐོག་ལ་ཨ་ནེ་རྣམ་པ་ཚོས་ཤུགས་རྐྱོང་དགོས་ཡོད་འདུག་ག་རེ་ཡིན་ན།

མགོ་ལོག་ཁུལ་ལས་ཡ་ད་ལབ་གྲྭ་སྒོ་རྒྱ་བས་དེ་འབྲེལ་གྱི་གནས་ཚུལ་ཕྱག་བསྡད་འདུག་ཨ་ནི་རེབ་གོང་སྡེ་བ་ལས་ཡ་ད་བོད་པའི་སྐད་ཡིག་གི་མཚོན་བྱེད་ཀྱི་གར་སོའི་འཐུས་མི་བསམ་བུ་སྒྲོལ་གྱིས་སྒྲ་བརྙན་དེ་འབྲེལ་གྱི་བསླབ་བྱའི་ནང་ལས་ཡ་མཚན་ལ་ཡོང་ཆེད་གཏོར་བཅུག་ཡ་དེ་འབྲེལ་གྱི་གནས་ཚུལ་བྱུང་ཤག་ཨ་ནི་དེང་སང་ད་བོད་ནང་ལོག་ལས་ཡ་དཔེ་མཛོད་ཁང་མང་ཆེ་བ་ཅིག་ནང་ལོག་ལ་ཨ་ནི་བོད་པའི་སྐད་ཡིག་དང་འབྲེལ་བ་འབྲེལ་བ་ཡོད་པའི་ཡི་གེ་རྫུན་མ་དང་བྱེད་ཀྱི་ཞེན་པ་ནང་ཆོས་དང་རིག་གནས་ཞེན་པ་དང་འབྲེལ་བ་ཡོད་པའི་ཡིག་ཆ་ཅེས་དཔལ་འབྱོར་དཔེ་མཛོད་ཁང་ནང་ལ་བཞག་ཆོག་གི་མི་འདུག་ཟེར་ཡ་ད་དེ་འདྲའི་ཅིག་བོད་ནང་ལོག་ལ་ཡ་དེ་འདྲའི་ཅིག་གི་འགོ་ཚུགས་བྱས་ད་བསྟན་དོན་བླ་བྲ་གཅིག་པོ་མ་ཡིན་པའི་གི་ཨ་ནི་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཏང་ཡ་ལ་ཡ་རྒྱ་ནག་གི་སྲིད་ཇུས་དེ་འདྲའི་ཅིག་ཟེམ་བསྡད་གི་ཡོད་རེད་ཨ་ནི་ང་ཚོ་རྩོམ་པ་པོ་མཐུན་ཚོགས་ལ་དུས་བསམ་པ་སྐད་ཡིག་དེའི་ནང་ལ་རྩོམ་ཅིག་བརྒྱབ་དགོས་གི་ཡོད་པ་ཡིན་ན་སྐད་ཡིག་ཁོ་རང་ཉམས་ཆག་ཤུགས་ཆེན་པོ་ཕྱིན་པ་ཡིན་ན་ནི་སྐད་ཡིག་དེའི་ནང་ལོག་རྩོམ་རྒྱབ་ཐུབ་ཡ་དེ་ད་བོད་ནང་ལོག་སྐད་བཤད་ཀྱི་ཡོད་ད། དེ་ཁ་བོ་ཆགས་བསྡད་ཀྱི་ཡོད་དུས་ཨ་ནི་བཙན་བྱོལ་ནང་ལ་ཡོད་ངན་ཚོད་ཀྱིས་དེ་བས་ཀྱང་འགན་ཆེ་ཙམ་ཅིག་བཞེས་དགོས་ཡ་གི་གནས་སྟངས་རེད་ཤག། ལོ་ཉེས་ཀྱི་རྩ་སྔ་འཁོར་བའི་དུས་ཚོད་ནང་ལོག་ལ་ང་ཚོ་དེ་རིང་དུས་དྲན་སྲུང་བརྩི་ཞུ་ཡ་དེ་ཚོ་དངོས་གནས་ཀྱི་ད་འགན་ཁུར་མཁན་ཚོགས་མ་གི་ཕྱག་རྗེས་ཆེན་པོ་རེད་བསམ་གྱི་ཡོད་དེ་འདི་ཚོགས་མ་ལ་བསྔགས་བརྗོད་ཞུ་ཡ་ཅིག་དང་ད་མ་འོངས་པ་ཡིན་ན་ཡང་ང་རང་ཚོ་གོང་དུ་ཞུས་པ་བཞིན་ཟུང་རེད་ང་རང་ཚོ་གནས་བབ་དེ་བཙན་བྱོལ་བའི་གནས་བབ་ཀྱི་ཡིན་དུས་ཁོ་དལ་དུ་འབྲེལ་བའི་ཐོག་ནས་བཤད་སྟངས་བརྩམས་ཟེར་ཡ་དེ་ཁོ་ཁྱབ་ཁོངས་ཁེ་མེད་བ་རེད་དེ། ཡིན་ན་ཡང་ད་གིན་གོང་དུ་གསུང་བ་ནང་བཞིན་རེད་སྒོ་ཤེར་རབ་འབྱམས་སུ་ཕྱིན་པའི་དེ་ཚོ་གི་བརྩམས་པ་པོ་ཟུར་བ་དེ་འདྲས་ད་བརྩམས་སྙན་གྲགས་རྐྱེན་བརྩམས་པ་པོ་སྙན་གྲགས་ཀྱི་དེ་ཚོ་གི་ཐོག་ནས་ཀྱི། ད་མི་ཚེའི་གི་རྒྱུན་ལམ་ནང་ལོག་ལས་དཀའ་ངལ་བྱུང་བ་ཡིན་དུས། ཀྱི་རང་དབང་ཡོད་ཡག་གི་ཆེད་དུ་ཅིག་ཤོས་གཏོད་བྱས་མཚོན་པའི་གི་དེ་ཚོ་དྲི་ངན་ཤག་རྒྱལ་གལ་ཆེན་པོ་རེད་བསམ་གི་འདུག། རྩོམ་པ་པོའི་མཐུན་ཚོགས་པན་གྱི་ཨ་ནི་གདམས་ངག་དེ་ག་རེ་རེད་ཟེར་ན། རྩོམ་རིག་གི་ཨ་ནི་ས་མཚམས་མི་ཕྱེད་ཞེས་བྱས་ནས། རྩོམ་རིག་གི་རྩོམ་བྱེད་ཐུབ་པ་ཡིན་ན་དེ་ཨ་ནི་ཁོ་རྒྱ་ཆུང་ཆུང་ནང་ལ་མེད་པར་འཛམ་བུ་གླིང་སྤྱི་ལ་ཡང་ཁྱབ་ཐུབ་ཡག་གི་གནས་སྟངས་ཤིག་ཡིན་དུས་ས་ནས་ད་ལྟ་བོད་ཀྱི་ཆག་འཇིག་གི་གནས་སྟངས་དེ་རེད། དཔེར་ན་ཞི་ཅིན་ཕིང་གིས་མི་རིགས་སྲིད་ཇུས་གཉིས་པ་ཟེར་མཁན་དེ་གི་འོག་ནས་ད་རྒྱ་ནག་རང་གི་སྐད་དེ་དར་སྤེལ་གི་ཐོག་ནས་ང་རང་ཚོའི་རྒྱ་ནག་འོག་ལ་ཚུད་པའི་གྲངས་ཉུང་མི་རིགས་ཀྱི་སྐད་དེ་རང་བཞིན་བསྡུ་རུ་འགྲོ་ཡས་ཀྱི་ད་ཚ་ཚ་འུར་འུར་གྱི་ལས་འགུལ་སྤེལ་བསྡད་པ་དེ་ང་ཚོ་ཚང་མས་ཀྱི་མཁྱེན་གྱི་ཡོད་རེད། གཅིག་སྟོང་དགུ་བརྒྱ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ལ་ཡང་ཨ་ནེ་ལོ་ལྔ་ཚན་གྱི་ཆ་ཤིག་གི་ནང་ལོགས་ལ་ཡང་ཆུང་བྱིས་པའི་དུས་ནས་བྱས་ནས་ཨ་ནི་རྒྱ་ཡིག་བསླབ་བྱས་བྱས་ནས་ཨ་ནི་རྣམ་དཔྱོད་དཀྲུགས་བྱས་བྱས་ནས་རེད་པ། རྒྱ་སྤྱི་ཚོགས་དེ་གཅིག་ཆ་ཡས་དང་ཨ་ནི་སྤྱི་ཚོགས་ཀྱི་ཡི་གེ་དེ་གཅིག་ཆ་ཡས་སྐད་ཡིག་དེ་གཅིག་ཆ་ཡས་ཀྱི་ལས་འགུལ་གཅིག་སྤེལ་དེ་དུས་ཚེ་ནས་དེ་ལ་དཔེ་བལ་གྱི་རྫ་བྲག་གི་གནས་སྟངས་དེ་ལ་བལྟས་ནས་ཨ་ནི་ང་ཚོའི་གི་རང་མི་རིགས་ཀྱི་རིག་གནས་དང་སྐད་ཡིག་དེའི་ཐོག་ལ་ཡར་ཤུགས་རྒྱག་དགོས་ཡ་ཅི་ཏན་ཏན་ཆགས་བསྡད་ཡོད་རེད། ཐག་རིང་པོ་འགྲོ་གི་མ་རེད། རྭ་རྒྱ་གངས་ལྗོངས་ད་ཤེས་རིག་སློབ་གླིང་དེ་སྒོ་རྒྱབ་སྟངས་གཅིག་རེད། བོད་ནང་ལོགས་ལི་ཡ་ཨ་ནེ་གཅིག་སྒེར་གྱི་བོད་པ་སྒེར་གྱིས་བཙུགས་པའི་གི་ཨ་ནེ་བོད་ཡིག་བསླབ་ས་ཡོད་པའི་གི་བསླབ་གྲྭ་དེ་གའི་སྒོ་རྒྱབ་སྟངས་དེ་གཉིས་རེད། རེད་བ། ཨ་ནེ་གཅིག་བཅའ་སྡོད་སློབ་གྲྭའི་ནང་ལོགས་ལི་ཡ་ཆུང་བྱིས་པ་དེ་གའི་ཕ་མ་དང་ཁ་བྲལ་བྱས་བྱས་ནས་ཨ་ནེ་རང་མི་རིགས་ཀྱི་བྱ་བཞག་གི་དྲི་མ་ཙམ་ཡང་མེད་པའི་གི་གནས་སྟངས་དེ་དེ་འདྲའི་ཞན་དུས་ས་ནས་དེ་ལ་བལྟས་པས་ཨ་ནེ་ང་རང་ཚོ་ཚང་མས་ཀྱི་བྱེད་སྟངས་བྱེད་སྟངས་ཟ་འཁྲག་གི་གནས་སྟངས་དེ་ལ་འབད་པས་ཀྱི་ཨ་ནི་ག་ཚོད་རེད། བོད་ཀྱི་ཨ་ནི་ལོ་རྒྱུས་ལ་འགན་ཁུར་ཡོད་པས་ཀྱི་ཚང་མས་ཀྱི་ང་རང་ཚོས་ཀྱི་ཅིག་ཤུགས་རྒྱབ་དགོས་ཡ་ཅིག་ཆགས་ཀྱི་མེད་འགྲོ་བསམ་ད་ཕལ་ཆེར་ང་ཡང་སྐད་ཆ་དེ་མང་དྲག་གི་ཡོད་ས་རེད་དེ་ཡིན་དུས་ས་ནས་ཨ་ནི་ངས་ད་ག་ཟེ་ལ་ཡ་འཛམ་བཞག་གི་ཡིན། ཕྱི་སྡོད་དཔོན་བོད་ཀྱི་རྩོམ་པ་པོའི་མཐུན་ཚོགས་ཚུགས་ནས་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བའི་དུས་དྲན་དང་བསྟུན་དེ་ཉིན་ད་དུང་སྐྱབས་རྗེ་ཀིརྟི་རིན་པོ་ཆེ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་རྩོམ་ལེན་གཟེངས་རྟགས་འབུལ་བཞེས་མ་ཟད་ཉིན་རྒྱབ་བཀའ་དྲིན་རྗེས་དྲན་གྱི་མཁས་པའི་བགྲོ་གླེང་གི་ཚོགས་འདུ་ཞིག་གོ་སྒྲིག་ཞུས་ཡོད་པའི་ཐོག་དགེ་བཤེས་ལྷ་རམས་པ་རོང་པོ་བློ་བཟང་སྙན་གྲགས་ལགས་དང་སྤྱི་ཟུར་བེ་རི་འཇིགས་མེད་དབང་རྒྱལ་ལགས་བུམ་རམས་པ་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་དང་རྩོམ་སྒྲིག་པ་ནང་དགའ་སངས་རྒྱས་བསྟན་དར་ལགས་སོགས་ཀྱིས་མཛད་སྒོ་འདི་དང་འབྲེལ་ཀིརྟི་རིན་པོ་ཆེ་མཆོག་གི་གསུང་རྩོམ་ཁག་གི་ཐོག